ད་འདི་ལ་སྐྱོན་སྤོང་ཡོང་དུས་ཙང་ནས་མཚན་ཉིད་མཚན་ལས་མཚན་གཞི་གཞན་བཤད་ན་མཚན་གཞི་མི་རྟག་ཉིད་གང་ན་ཡང་ན་གཞི་གང་ཡོད་པའི་ངོ་བོ་གསར་བ་ཡོད་མ་ཡིན། ད་ཡང། མཚན་ཉིད་ལས་མཚན་གཞི་དེ་གཞན་དུ་གྲུབ་པ་ངོ་བོ་གྲུབ་པ་དེ་འདྲ་ཅིག་ཡིན་པ་རེད། དེ་འདྲ་ཅིག་ཡིན་བསམ་པ་ཡིན་ན་ད་མཚན་ཉིད་མཚན་ཉིད་ཀྱི་ངོ་བོའི་སྒོ་ནས་གྲུབ་མཚན་གཞི་མཚན་གཞིའི་ངོ་བོའི་སྒོ་ནས་གྲུབ་བསྡད་པ་དེ་འདྲ་ཅིག་ཡིན་བསམ་པ་ཡིན་ན། ད་དེ་ཡང་འགྲིག་མ་སོང་གསུངས་པར་མཚན་གཞི་མི་རྟག་ཉིད་གང་ལས། མཚན་གཞི་གང་ཡིན་པ་དེ་མི་རྟག་པར་བ། དེ་ནི་མཚན། ད་ལྟ་འདི་བུམ་པ་མི་རྟག་པ་ལྟ་བུ། དེ་ནི་མཚན་ཉིད་དེ། ད་ལྟ་སྐྱེ་གནས་གང་ཅི་བཞི་ལ་སོགས་པ་ལྟ་བུར་བ། དེ་ཡིན་དུས་མཚན་གཞི་མི་རྟག་པ་ལྟ་བུ་དེ་ལས་གཞན་དུ། ཡང་ན་གཞི་གང་ཡོད་པ་ཡི་ངོ་བོ་གསལ་བར་ཡོད་མ་ཡིན། དེ་ཅི་དུས་ཙང་ནི་མཚན་གཞི་མི་རྟག་ཉིད་གང་ཡིན་པ་དེ་ལས། ཕ། ལོགས་སུ། དེ་ནི་གཞི་ག་སོང་དུས་ཙང་ནི་སྐྱེ་གནས་གང་ཅི་བཞི་ལ་སོགས་པ་ལྟ་བུ་དེ། གཅིག། སྟོན་ཡ་ཡོད་པ་བཅས་ངོ་བོ་གསར་བར་ཡོད་མ་ཡིན་སོགས་དངོས་གནས་གཅིག་བསམ་བློ་བཏང་བ་ཡིན་ན་མཚན་གཞིའི་བུམ་པ་དེ་ཕར་བཞག། མཚོན་བྱ་མི་རྟག་པ་དེ་ཕར་བཞག། ད་གཞི་ནས་མཚན་ཉིད་སྐྱེ་གནས་རྒ་འཇིགས་བཞི་པོ་དེ་འདི་འདྲ་རེད་ད་ཟེར་ནས་ང་ཚོ་ལ་ངོ་བོ་སྟོན་ཡ་བཅས་མི་འདུག་ཨཱ། དེ་ཡོད་མ་རོགས་ཡ། བུམ་པ་དེ་ཕར་སྤོས་ཚེ་བའི་རྒྱུ་ལ་མི་རྟག་པ། དང་དེ་དང་དེ། མི་རྟག་པ་ཡིན་པ་མཚོན་བྱེད་ཀྱི་སྐྱེ་བ་གནས་པ་འཇིག་པ་རྒ་བ་བཞི་པོ་དེ་ག་བ་བཞག་རོགས་ད། མཚན་གཞི་ཚང་མ་ཕར་བཀག་ཚར་བ་ཡིན་ན་དེ་ནས་མཚན་ཉིད་ཟེར་ཡ་དེ་སྙིགས་མ་རོགས་ཨཱ། དེ་བྱེད་དུས་ཚང་ནས་མཚན་ཉིད་ཟེར་ཡ་དེ་མཚན་གཞི་ལ་སྒྲོ་བཏགས་བྱས་པ་ཅིག་རེད་གསུང་གི་རེད་དམ་ད། གལ་སྲིད་མཚན་ཉིད་ཟེར་ཡ་དེ་ངོ་བོ་དགོས་ན་གྲུབ་བསྡད་ཀྱི་ཡོད་ན་མཚན་གཞི་ཁོ་རང་ཕ་ཟུར་དུ་བཞག་ཡོད་དུས་ད་དུང་དེ་ལས་ཟུར་ཐོན་ན་དེ་ནི་མཚན་ཉིད་དེ་ཚོ་རེ་རེའི་ཡིན་ན་ང་ཚོ་བློ་ངོ་ལ་དེ་ནི་སྣང་ཆུང་ཡོད་པ་ཅིག་ཡིན་དགོས་རུང་བ་དེ་སྣང་ཆུང་མི་འདུག་ཨ་སོང་བ་རེད། གཞི་རྐ་ཡོད་པ་ཡི་ངོ་བོ་གསར་བར་ཡོད་མ་ཡིན་ས་ང་ཚོ་ཡག་པོ་བསམ་བློ་དང་གསལ་བོ་གསལ་ཆ་གང་འདྲ་བ། མཚན་གཞི་བུམ་པ་དེ་ཚོ་ཕག་པས་འཚལ་བའི་གཞུག་ལ་ད་དེ་གི་མཚོན་ཉིད་དེ་དང་དེ་སྐྱེ་གནས་གང་ཅི་བཞི་པོ་ཟེར་ཡ་ཆེ་ག་བ་ལ་འདུག་སྟེ། དེ་བྱེད་དུས་ནི་མཚན་མཚོན་གཞི་གསུམ་དེ་དེ་ནི་ཕ་གཅིག་ད་ང། བལྟས་ནས་ལྟ་ཙམ་གྱི་རང་བཞིན་དེ་འདྲ་ཞིག་རེད་དུ་ཡོད་རེད་ཟེར་ཡ་དེ་གསུང་གི་ཡོད་རེད། སྤྱི་བཏང་ནམ་རྒྱུན་དཔེར་ན་བསྡུས་གྲྭའི་གནས་སྐབས་སུ་མཚན་ཉིད། མཚན་མཚོན་གཞི་གསུམ་དེ་ག་རེ་བཤད་གི་རེད། ས་པཎ་གྱི་རིག་རྩལ་ནང་ག་རེ་གསུང་གི་རེད་ཟེར་ན། མཚོན་བྱ། གོ་བྱ་བློ་ཡི་ཆུ། མཚན་ཉིད་གོ་བྱེད། མཚན་གཞི་གོ་བྱེད་རྟེན་གྱི་ཆུ། མཚན་ཉིད་གོ་བྱེད། བློ་ཡི་ཆུ། དེ་དག་རྣམ་པ་བཞག་འཇོག་ཡིན་ཟེར་ན་དེ་འདྲ་ཞིག་གསུང་གི་ཡོད་རེད་ད། མཚན་གཞི་ཟེར་ཡ་དེ། ད་ལྟ་འདི་གཏན་གྱི་ཆོས་ཅིག་རེད། གང་མཚོན་པར་བྱས་པའི་གི་མཚན་ཉིད་དེ་གི་གཞི་གཏན་ཉིད་དུ་གྱུར་པ་དེ་ལ་མཚན་གཞི་ཟེར་གྱི་རེད། མཚན་གཞི། གོ་བྱེད་གཏན་གྱི་ཆོས། མཚོན་བྱ་གོ་བྱ་མཚོན་བྱ་ཟེར་ཡ་དེ་བློ་ཆོས་རེད། དེ་ནང་བཞིན་དུ་མཚན་ཉིད་གོ་བར་བྱེད་མཁན་ལྟ་ཅི་དེ་བུམ་པ་ཡིན་པར་གོ་བར་བྱེད་མཁན་དེ་ཀ་བ་ཡིན་པར་གོ་བར་བྱེད་མཁན་དེ་ཚོ་ཡང་བློ་ཆོས་རེད། དེ་ཡིན་དུས་དེ་ཚོ་གསུམ་པོ་དེ་ཅིག་རེ་རེ་བཞིན་དུ་བཙལ་ནས་ཅིག་འགྲོ་སོང་བ་ཡིན་ན་ཁོ་ཚོ་གསུམ་གཉིས་ཀྱི་མ་རེད། ཡིན་ན་ཡང་དེ་དག་རྣམ་པ་བཞག་འཇོག་ཡིན། ཕར་ཚུན་བསྟུན་འཇོག་གི་རང་བཞིན་ཅན་ཅིག་རེད་ན་གསུང་དགོས་ད་དེ་ཡང་ཅིག་བྱས་ན་ད་ལྟ་འདི་ས་བོན་གྱི་ཚད་མ་རེད་འདི་ན་གསུངས་པ་དེ་གྲུབ་མཐའ་གོང་མ་སེམས་ཙམ་པོ་ལུགས་འདྲ་བོ་ཅིག་བྱས་ནས་ཐོག་ཅིག་བྱས་ནས་གསུང་དགོས་ཡོད་ཀྱི་རེད་འདི་ཡིན་ན་མདོ་སྡེ་བའི་ལུགས་ལ་ཡང།

རྒྱུ་དངོས་པོ་ཡིན་པ་ཅིག་ལ་དེ་ནས་ཡང་སྐྱེ་གི་མ་རེད། གང་ཡིན་ཟེར་ན། དེའི་རྒྱུ་མཚན་འདིར་གདའ། འབྲས་བུ་དངོས་པོ་ཡིན་པ། རྒྱུ་དངོས་པོ་ཡིན་བདེ་བ་ཅིག་ལ་སྐྱེས་སོ་དངོས་པོ་ཟེར་ན། ད་ལྟ། ད་ལྟ་བ་ཅིག་ཡིན་དགོས་རེད་བ་ད་ནམ་རྒྱུ་ཡོངས་གྲགས་འདྲ་བོ་ཅིག་ཡིན་ན་དངོས་པོ་ཡིན་ན་དུས་ད་ལྟ་བ་འདྲ་བོ་ཅིག་ཡིན་དགོས་རེད་ཁོ་ད་ལྟ་བྱ་བ་བྱེད་བདེ་བའི་སྐབས་ཅིག་ཡིན་དགོས་རེད་འགག་ཚར་ན་དངོས་མེད་རེད་མ་བྱས་བས་ན་དངོས་མེད་རེད། དེ་བྱེད་དུས་ཙང་ནས་འབྲས་བུ་དངོས་མེད་དངོས་པོ་ཡིན་པ་གཅིག་རྒྱུ་དངོས་པོ་ཡིན་པ་གཅིག་ལ་སྐྱེས་སོང་བ་ཡིན་ན་རྒྱུ་འབྲས་དུས་མཉམ་དུ་ཡོད་པ་ལྟར་དུ་སྐྱོན་ཡོང་གི་རེད། དེ་བྱེད་དུས་ཙང་ནས། དངོས་པོ་དངོས་ལས་མེད་ཅེས་ཏེ། རྒྱུ་མཚན་དེ་བྱེད། དེ་ནས་དངོས་པོ་དངོས་མེད་ལས་མེད་ཅེས་གསུངས་དུས་ཙང་ནས་ཡང། འབྲས་བུ་དངོས་པོ་ཡིན་བསྡད་པ་དེ་རྒྱུ་འགགས་ཟིན་པས་ཀྱི་དངོས་མེད་ཡིན་བསྡད་པ་ལྟ་བུ་ཅིག་ལ་དེ་ལས་སྐྱེ་ཡི་མ་རེད། གང་ཡིན་ཟེར་ན་དངོས་མེད་ལ་དོན་བྱེད་ནུས་པའི་སྟོང་པར་བ། དངོས་མེད་ལས་མེད་ཅེས། དེའི་རྐྱེན་དུ་འབྲས་བུ་ཡི་དངོས་པོ་མེད་ལྡན་གྱི་འབྱུང་བའི་དངོས་པོ་མེད་ལྡན་གྱི་གཅིག་ལ་གཅིག་གིས་ཟེར་ན་གཅིག་མ་རེད། དངོས་པོ་མེད་པ་ཡིན་ན་བྱེ་བ་བརྒྱ་ཕྲག་བརྒྱུད་ཡིན་ནི། དངོས་པོ་མེད་པ་བརྒྱུད་དུ་མེད་གསུངས་མ་རེད། རུ་བ་སྤྱོད་འཇུག་ནང་ལ། དེང་འདིར་དེ་འདྲ་གཅིག། ཡོད་བ་དེ་འདྲ་གཅིག། བྱེ་བ་བརྒྱ་ཕྲག་བརྒྱུད་ཡིན་ནི་དངོས་པོ་མེད་པ་བརྒྱུད་དུ་མེད་ཟེར་བཤད་ཡོད། བས་རྒྱུ་རྐྱེན་བྱེ་བ་བརྒྱ་ཕྲག་མང་པོ་འཛོམས་བསྡད་པ་ཡིན་ན་ཁོ་དངོས་མེད་བས་རི་བོང་རྭ་ནག་གི་ཆགས་ལྡན་གྱི་མེད་མཁན་གཅིག་ཡིན་གསུངས་བ་ཡིན་ན། ཁོ་ལ་རྒྱུ་བ་ཚེ་གེ་བཏང་བས་ཡོད་མ་རེད་གསུངས་པར་བ་དེའི་ཆེད་དུ་ས་ནི་དངོས་མིན་དངོས་མེད་མེད་ཅེས་འདས། དེའི་སྤྱི་མདོ་དངོས་མིན་དངོས་ལས་མེད་ཅེས་ཡང་འབྲས་བུ་དངོས་མེད་ཡིན་འདས་པ་གཅིག་རྒྱུ་དངོས་པོ་ཡིན་པ་གཅིག་ལ་ཡང་མེད་ཅེས། དེའི་ཆེད་དུ་ས་ནི། ད་དེ་མཐའ་བཞི་ཡི་ཐོག་ནས་དེ་ནི་སྐྱེ་བ་ས་ཡ་དང་གཉིས་ཀ་མ་རེད་གསུངས་ཡང་དེ་གཅིག་རེད། ཡང་དེའི་བཞིན་དུ་དངོས་པོ་དངོས་པོར་མི་འགྱུར་ཏེ་དངོས་མེད་དངོས་པོར་མི་འགྱུར། མི་འགྱུར་རོ། དངོས་མེད་དངོས་མེད་མི་འགྱུར་ཏེ་དངོས་མེད་དངོས་མེད་མི་དངོས་པོ་དངོས་མེད་མི་འགྱུར་རོ། དཔེར་ན། རྒྱུ་དངོས་པོ་ཞིག་ལས། སླར་ཡང་འབྲས་བུ་དངོས་པོ་ཞིག་འབྱུང་གི་མ་རེད། དངོས་པོ་དངོས་པོར་མི་འགྱུར་ཏེ། གང་ཡིན་ཟེར་ཀོ་དང་པོ་ཁོ་ནས་དངོས་པོ་གྱུར་ཚར་བ་རེད་བ་ད་ཡང་སྤྱིར་དངོས་པོ་ལ་གར་བྱུར་བསྡུ་དགོས་ཡ་ཡོད་རེད། དེ་ཡིན་དུས་དང་པོ་ཁོ་ནས་དངོས་པོ་ཡིན་བསྡད་པ་ཅིག་ཕྱིས་སུ་དངོས་པོ་ལ་བྱུར་བསྡད་པ་དེ་འདྲ་ཁས་ཡོང་གི་མ་རེད། དེ་བཞིན་དུ་དང་པོ་དངོས་མེད་ཡིན་བསྡད་པ་ཅིག་ལ་ཕྱིས་སུ་དངོས་པོ་ལ་འགྱུར་བ་དེ་འདྲ་ཅིག་ཡོད་རེད་བ་ཞེ་ན་དེ་ཡང་ཡོད་མ་རེད་གལ་སྲིད་དེ་འདྲ་ཡོད་སོང་བ་ཡིན་ན་རི་བོང་རྭ་ལ་སོགས་པ་ཡང་དེ་ནས་ཕྱིས་སུ་དངོས་པོ་འགྱུར་བ་དེ་འདྲ་བྱུང་ཡོང་གི་རེད། དེ་ནི་དང་པོ་དངོས་མེད་ཡིན་ཏེ་བ་ཅིག་ཕྱིས་སུ་དངོས་མེད་དུ་ཡང་མི་འགྱུར་ཏེ་ཁོ་དང་པོ་ཁོ་ནི་དངོས་པོ་མེད་པའི་རང་བཞིན་དུ་གྲུབ་ཚར་བ་ཡིན་དུས་སླར་ཡང་ཁོ་དངོས་མེད་ལ་ག་འདྲ་ཞིག་ན་ཡང་ཆ་ཉིད་ཐབས་ཆེ་ན་འཇོག་ཡ་ཡོད་རེད་དེ་ནི་འགྱུར་མ་རེད། དེའི་བཞིན་དུ་དེ་ནི་དངོས་པོ་ཡིན་ཏེ་བ་ཅིག་དང་པོ་ནས་དེའི་ཕྱིས་སུ་དེ་ནི་དངོས་མེད་ལ་འགྱུར་བ་དེ་འདྲ་ཡང་ཡོང་གི་མ་རེད། འོ་ད་དེའི་ཕྱིས་དུས་ཙང་ནས་བརྟགས་པའི་མཐའ་བཞི་པོ་དེ་ཚོ་ལ་བལྟས་ན་ཡང་དེ་ནི་སྐྱེ་བ་ཟེར་ཡ་ཅིག་རྙེད་གི་མ་རེད་ཟེར་ཡ་དེ་སོང་ད་གཙོ་བོ་སྐྱེ་བ་ཀ་རེད་དེ་ནི་རྒ་བ་དང་ནད་པ་འཇིག་པ་དེ་ཚོ་ཀོ་བཞག་སྦྱོང་བྱས་ནས་ཀ་འགྲོ་དགོས་རུ་བ་འོ་དེ་སོང་རེད།

དེ་ནོར་རེད། ཕ་ཡི་བྱ་ས་ཆེ་རེད། ཕ་ཡི་བྱ་ས་ཆེ་དེ་ནོར་རེད། ཕ་ཡི་ཆ་ན་མོ་ཆེས་དང་ཆེས་སྐྱེས་བཞིན་པ་ནས་ཆེས་ཅི་ཕྱིར་སྐྱེས་བཞིན་པ་ནས་སྐྱེས་མི་འགྱུར། ཡང་ན་ཐམས་ཅད་སྐྱེས་བཞིན་པ་ཉིད་ནས་ཡིན་པ་དང་བ་ཡིན་དེའི་རྩ་བའི་ལན་ལ་ཕལ་ཆེར་ཕ་ཡི་ཆ་ན་མོ་ཆེས་དང་ཆེས་བྲལ་ལུགས་སོམས་སོ། འབྲེལ་བའི་ལན་ལ་ཕ་ཡི་ཆ་ན་མོ་ཆེས་དང་ཆེས་རེད། བ་ཡ། ད་དེ་ཅི་དུས་རྩ་ནས། དེ་ནས་སྐྱེ་བ་ཡོད་དགུ་རེད། རྒྱུ་མཚན་གར་བྱས་ནས་ཟེར་ན་སྐྱེ་བཞིན་པ་ཟེར་ཡ་གཅིག་ཡོད་རེད་བ་ཟེར་དེ་གསུངས་པར་གདའ། ད་སྐྱེ་བ་ཡོད་པའི་གི་སྒྲུབ་བྱེད་དེ་ལ་སྐྱེ་བཞིན་པ་བཀོད་ཡ་དེ་འགྲིག་མ་སོང་གསུངས་པ་རེད་ག་ཡི་ཟེར་ན་སྐྱེ་བཞིན་པ་ཟེར་ཡ་དེ་ཕྱེད་ཀ་སྐྱེ་བའི་ཁོངས་སུ་གཏོགས་བསྡད་མཁན་ཕྱེད་ཀ་དེ་ནས་མ་སྐྱེ་བའི་ཁོངས་སུ་གཏོགས་བསྡད་མཁན་དེ་འདྲ་གཅིག་རེད་བ། རེད་བ། སྐྱེ་བཞིན་པ་ཟེར་ཡ་དེ་ད་ང་ཚོ་འདི། འདི་དེ་ནས་གཅིག་འདི་རི་བ་གར་སའི། འདི་རིག་པ་འདི་ཕལ་ཆེར་རྩ་བ་ཤེས་རབ་ཀྱི་རིག་པ་འདྲ་བོ་རེད་རྩ་བ་ཤེས་རབ་ཀྱི་ནང་ལ་དེ་ནས་གོམས་པ་པོ་དང་རང་བཞིན་མ་འགྲོ་བ་བསྟན་ཡང་ཅི་ཡོད་རེད་བ། རེ་ཞིག་སོང་ལ་མ་འགྲོ་སྟེ་མ་སོང་བ་ལ་འགྲོ་བ་མེད་སོང་དང་མ་སོང་མ་གཏོགས་པར་གོམས་པ་ཤེས་པར་མི་འགྱུར་རོ་སའི་རིག་པ་ཅི་ཡོད་རེད། གོམས་པ་པོ་སོང་སྟེ་ང་ཚོ་གོམས་པ་སྒོམ་བཞིན་པ་སའི་སྙིགས་མ་རེད། རྐང་པ་དེ། དེ་ནས་སྤོ་སེ་གི་ས་ཆའི་གི་ཐོག་ལ་སླེབས་ཚར་བ་ཡིན་ན་ཁོ་སྤོས་ཟིན་པ་ཆགས་འགྲོ་གི་རེད། སྤོ་སེ་གི་ས་ཆ་ཐོག་ལ་མ་སླེབས་བ་ཡིན་ན་ཁོ་མ་མ་སྤོས་བ་ཆགས་འགྲོ་གི་རེད། དེ་གཉིས་ཀྱི་བར་དེ་ནི་སྤོ་བཞིན་པ་ཟེར་ཡ་ཅིག་རྙེད་གི་མ་རེད། འོ་དཔེ་དེ་ནང་བཞིན་དུ་དེ་ད་ལ་འདི་ནས་ཡང་དེ་གསུངས་པ་རེད། སྐྱེས་བཞིན་པ་ཟེར་ཡ་དེ་ད་ནམ་རྒྱུན་ང་ཚོ་ཅིག་འོ་ད་ཁོ་སྐྱེས་བཞིན་པ་རེད་ཟེར་ཡ་འདྲ་བོ་ཅིག་སྐྱེ་བ་ལ་མངོན་དུ་ཕྱོགས་པ་དེ་ལ་སྐྱེས་བཞིན་པ་ཟེར་ཡ་ཅིག་ཆ་ཚང་མ་སྐྱེས་བ་ད་ལྟ་སྐྱེས་བཞིན་པ་རེད་ཟེར་ཡ་སྐད་ཆ་ཅིག་ཡོད་རེད་བ། ཡིན་ན་ཡང་རིག་པའི་ངོས་ནས་བརྟག་ཅིག་སྐྱེས་ནས་སྐྱེས་བཞིན་པ་ཟེར་ཡ་ཅིག།

ཁྱེད་ག་དེ་མ་སྐྱེ་བའི་ཁོངས་སུ་མ་འགྲོ་གི་རེད་དེ་བྱེད་དུས་ཙང་ད་དེ་སྐྱེ་བ་འགྲོ་གི་མི་འདུག་འདས་པ་ལ་མོངས་པ་ཆགས་འགྲོ་གི་འདུག་ད་གལ་སྲིད་དཔེར་ན་དེ་འདྲའི་དེ་ད་དུང་ཅིག་སྐྱེ་བཞིན་པ་ད་ཡང་ན། གལ་སྲིད་ད་དུང་དཔེར་ན་དེ་ཁྱེད་ག་སྐྱེ་ཚར་མཁན་ཁྱེད་ག་མ་སྐྱེ་མཁན་དེ་འདྲའི་ཡིན་ན་ཡང་དེ་ནི་སྐྱེ་བཞིན་པ་ཟེར་ཡིན་གྱི་ཡོད་ན། དངོས་པོ་ཡིན་ཚད་ཚང་མ་དེ་སྐྱེ་བཞིན་པ་ཡིན་པར་ཐལ། གང་ཡིན་ཟེར་ན་དངོས་པོ་ཡིན་ཚད་ཚང་མ་ཡང་ན་སྐྱེ་ཟིན་པ་ཡང་ན་མ་སྐྱེ་བ་གཉིས་ཡིན་གྱི་འདུག།

དེའི་བཞིན་དུ་སྐྱེ་བཞིན་པ་ཡི་བདག་ཉིད་དུ་བྱ་བ་སྐྱེ་བཞིན་པར་མི་འགྱུར་སྐྱེ་བཞིན་པ་ཡི་བདག་ཉིད་དུ་མི་བྱའང་སྐྱེ་བཞིན་པར་མི་འགྱུར། དཔེར་ན་སྐྱེ་བཞིན་པ་ཡི་བདག་ཉིད་གསུམ་གང་དག་སྐྱེ་བཞིན་པའི་གི་དངོས་པོ་དེ་ཉིད་དུ་བྱ་བ་སྐྱེ་བཞིན་པར་མི་འགྱུར་ཟེར་དུས་ཙང་ནས་ད་ད་ལྟ་འདི་སྐྱེ་བཞིན་པ་ཡིན་ཟེར་ཡ་དེ་ཁོ་རང་གི་ངོ་བོའི་སྒོ་ནས་ཅིག་གྲུབ་བསྡད་པ་ཅིག་ཡོད་ན། སྐྱེ་བཞིན་པ་དེ་སྐྱེ་བཞིན་པ་རེད་དམ་མ་རེད་ཟེར་ན་དྲི་བ་གཉིས་དྲིས་རེད་དཱ། སྐྱེ་བཞིན་པ་དེ་སྐྱེ་བཞིན་པ་རེད་ཟེར་ལབ་པ་ཡིན་ན་དེ་འགྲིག་མ་རེད་གོ། གང་ཟེར་ན་སྐྱེ་བཞིན་པ་དེ་ལ་ཡང་བྱ་བ་གཉིས་པ་སྐྱེ་བཞིན་པ་ཟེར་ཡ་གཅིག་ཡོང་གི་མ་རེད། འོ་དེ་བྱེད་དུས་ཙང་ནས་སྐྱེ་བཞིན་པ་ཡི་ངོ་བོ་ལ་གྲུབ་བདེ་བ་གང་ཡིན་པ་དེ་ཉིད་ཁོ་རང་སྐྱེ་བཞིན་པ་རེད་ཟེར་ནས་སླར་ཡང་སྐྱེ་བཞིན་པ་ཡིན་པ་དེ་འདྲ་གཅིག་ཡོང་སྲིད་ཀྱི་མ་རེད་བ་སུ་མི་འགྱུར། དེ་བཞིན་དུ་སྐྱེ་བཞིན་པ་དེ་ཉིད་ཡང་སྤྱིར་སྐྱེ་བཞིན་པ་མ་རེད་ཟེར་སླ་བ་ཡིན་ན་ཡང་འགྲིག་མ་རོ། གལ་སྲིད་སྐྱེ་བཞིན་པ་དེ་ཉིད་སྐྱེ་བཞིན་པ་མ་རེད་ཟེར་སླ་བ་ཡིན་ན་དེ་ནི་ཁོ་སྐྱེ་བཞིན་པ་ཟེར་ཡ་གི་དམ་ཚིག་དེ་ཡང་འགའ་འགྲུབ་འདུག་བ། དེ་བྱེད་དུས་ཙང་ནས་སྐྱེ་བཞིན་པ་ཁོ་རང་གི་མདུན་དུ་ཡང་ས་ལུང་བཏང་བཞག་པ་ཡིན་ན་སྐྱེ་བཞིན་པ་དེ་ལ་ཡང་སྤྱིར་སྐྱེ་བཞིན་པ་གཉིས་པ་ནི་མེད་གཉིས་པ་མེད་ཟེར་མི་འདུག་ན་ཁོ་སྐྱེ་བཞིན་པ་ཡིན་ཡིན་པར་འགྲིག་མ་སོང། ཡང་གལ་སྲིད་ཁོ་སྐྱེ་བཞིན་པ་མ་ཡིན་ཟེར་སླ་བ་སོང་བ་ཡིན་ན་ཡང་དེ་ནི་རྩ་བའི་དམ་བཅའ་ཙམ་དང་སྐྱེ་བཞིན་པ་ཆུ་ཆེན་གྱི་ཟུངས་ཡང་དེ་ནི་འགྲིག་མི་འདུག་གསུངས་པ་རེད། འོ་ད་དེ་འདྲ་བྱས་ནས་རྟགས་ཡོང་དུས་ཙང་ནས་སྐྱེ་བཞིན་པ་ཟེར་ཡ་ཅིག་མི་རྙེད་ཞེས་པ་དེ་སོང་བ་རེད། མི་བྱའང་སྐྱེ་བཞིན་པར་མི་འགྱུར། གང་གིས་གཉིས་པོ་བར་མེད་པར་སྲིད་པ་ཡོད་པ་མ་ཡིན་པ་དེ་ལ་སྐྱེ་བཞིན་པོ་མེད་དེ་གང་ཕྱིར་དེ་ལའང་བར་ཡོད་ཕྱིར་གསུངས་པ་རེད། ད་ལྟ་འདི་མདོ་སྡེ་བ་ལྟ་བུ་གང་གི་ལུགས་ལ། འདས་པ་དང་མ་འོངས་པ་གཉིས་པོ་དེ། བར་མེད་པ་ཅིག་ཡོང་སྲིད་ཀྱི་མ་རོ། འདས་པ་དང་མ་འོངས་པ་གཉིས་པོ་དེ་ལ་བར་མཚམས་ཀྱི་དགོས་རོ། ད་དེ་ལ་ད་ལྟ་བ་ལ་རོ། དེ་ནང་བཞིན་དུ་དེ་འདྲ་ཡིན་གསུང་བ་ཡིན་ན་འདས་པ་དང་མ་འོངས་པ་གཉིས་ལ་བར་མཚམས་ཀྱི་དགོས་དེའི་བར་མཚམས་དེ་ལ་ད་ལྟ་བ་ལ་གསུང་བ་ཡིན་ན་འོ་ན། དེ་ནི་ད་ལྟ་འདི་དེའི་བར་མཚམས་དེ་ལ་དེ་ནི་སྐྱེ་བཞིན་པ་རེད་ཟེར་ལར་བ། འདས་མ་འོངས་གཉིས་ཀྱི་བར་མཚམས་གང་ཡིན་པ་དེ་ལ་སྐྱེ་བཞིན་པ་ཟེར་ལ་རེད། གང་གི་ལུགས་ལ། གཉིས་པོ་ཟེར་དུས་འདས་མ་འོངས་པ་རྣམ་པ་གཉིས་པོ་དེ་བར་མེད་པ་ཅིག་མི་སྲིད་པ་བར་ཡོད་པ་ཡིན་པ། དེ་ཡིན་དུས་བར་མེད་པ་ཅིག་སྲིད་པ་ཡོད་པ་མ་ཡིན་པ། དེ་ཡིན་དུས་བར་ཆད་ཡིན་པ། དེ་འདྲ་བོ་བར་དང་བཅས་པའི་གི་བར་དེ་ལ་སྐྱེ་བཞིན་པ་ཟེར་ལབ་པ་རེད་དེ་ཡིན་ན་ཡང་དེའི་བར་དེ་ལ་སྐྱེ་བཞིན་པ་ཟེར་ནི་ལབ་ཐུབ་མི་འདུག་གསུངས་པ་རེད་གར་བྱས་ནས་རེད་ཟེར་ན། ད་དཔེར་ན་དེའི་བར་ལ་ཡོད་པའི་གི་དངོས་པོ་དེ་དང་འདས་པ་གཉིས་ལ་བར་ཡོད་དམ་མེད། བར་ལ་ཡོད་པའི་གི་ད་ལྟ་བ་ཟེར་ཡ་དེ་དང་མ་འོངས་པ་གཉིས་ལ་བར་ཡོད་དམ་མེད། ད་དེའི་དྲི་བ་འཕྲད་རེད་ཡ། ད་གལ་སྲིད་དཔེར་ན། ད་ལྟ་བ་དང་འདས་པ་གཉིས་ཀྱི་བར་ལ་བར་ཡོད་སོང་བ་ཡིན་ན། ད་ཡང་དེ་ག་རེད་སྐྱེ་བཞིན་པ་རེད་འདས་པ་རེད།

སྐྱེས་པ། སྐྱེས་འགྱུར་བ། དེའི་ཕྱིར་ན་སྐྱེ་བཞིན་པ་གཞན་ཡང་ཡོད་པའི་ངོ་བོར་སྣང་ཟུང་དུ་བརྫངས་ནས་སྐྱེ་བཞིན་པ་ཟེར་ཡ་དེ་ང་ཚོ་དངོས་གནས་ཅིག་ཡོད་པ་དེ་ཡོད་པའི་ངོ་བོ་ཡིན་པ་པས་གསལ་བོ་ཅིག་ང་ཚོ་མཐོང་གི་འདུག། ག་རེ་རེད་ཟེར་ན་སྐྱེ་བཞིན་པ་ཟེར་ཡ་དེ་གིས་འགགས་པའི་སྐྱེས་པ་སྐྱེས་འགྱུར་བ། དཔེར་ན་རྒྱུད་སྡེ་པར་ག་ལས་ག་ལས་རིམ་པ་བཞིན་དུ་འགའ་ཡག་ལ་འགོ་བཙུགས་ནས་འགའ་འགྲོ་དུས་གཙང་ནས་དེ་ནི་འབྲས་བུ་གང་ཡིན་པ་དེ་ཡང་ཡང་རིམ་པ་བཞིན་དུ་དེ་ནི་སྐྱེ་བཞིན་པ་ཡིན་ན་ཡང་འགའ་ཟིན་པ་སྐབས་མ་ཡིན་པ་སྐྱེས་ཟིན་པའི་སྐབས་ལ་ཡང་མ་ཡིན་པ། དེ་ནི་འགའ་ཟིན་པའི་སྐབས་ལ་འདས་པ་ཆགས་འགྲོ་བོ་རེད་སྐྱེས་ཟིན་པའི་སྐབས་ལ་ཁོ་ད་ཅིག་ད་ལྟ་བ་འདྲ་བོ་ཅིག་མ་འགའ་བ་ཡིན་ན་ད་ལྟ་བ་གྲུབ་ཚར་བ་འདྲ་བོ་ཆགས་དགོས་རུ་བ་ཡིན་ན་ཡང་འགའ་ཟིན་པའི་སྐབས་མ་ཡིན་པ་སྐྱེས་ཟིན་པའི་སྐབས་མ་ཡིན་པ་ད་ད་ལྟ་སྐྱེ་བར་འགྱུར་བ་གང་ཡིན་པ་དེ་འདྲའི་ཅིག་ཡོད་སོང་བ་ཡིན་དུས་གཙང་ནས། དེ་ལ་དེ་ནི་ད་ལྟ་འདི་ཅི་ཞིང་པ་སེ་ལབ་དགོས་རེད། དེ་བྱེད་དུས་ཅི་ཞིང་པ་དེ་ང་ཚོ་ཡོད་པ་དེ་དཔེ་གསལ་བོ་སྣང་ཐུབ་འདུག་དཔེར་ན་ཞིང་ཁའི་ནང་ལ་ད་ཅིག་འབྲས་ཀྱི་ས་ལུད་འགྲོ་ཆུ་བཏབ་པ་ཡིན་ན་ཡང་འབྲས་དེ་ད་ལྟ་འདི་ས་བོན་གྱི་ལྕགས་རིགས་ཀྱི་རྣམ་པ་དེ་བག་ག་ལེ་ག་ལེ་འཐོར་ནས་དེ་ནི་རིམ་པ་བཞིན་དུ་སྨྱུ་གུ་དང་སྡོང་བོ་དང་འབུམ་ཆེ་བ་ལ་སོགས་པ་དེ་ཚོ་ལ་གར་སྲེག་ཚར་ན་འབྲས་ཀྱི་འབྲས་དེ་སྐྱེས་ཞིང་པ་སེ་ལབ་དགོས་རུང་བ་ད་སང་ཉིན་ཆ་ཚང་ཅིག་གྲུབ་ཚར་བའི་སྐབས་ལ་འབྲས་དེ་སྐྱེས་ཟིན་པ་སེ་ལབ་དགོས་རུང་བ་དེ་ཡིན་དུས་དེའི་བར་དེ་ན་དེ་ནི་སྐྱེས་ཞིང་པ་སེ་ཡ་ཅིག་ཏན་ཏན་ཡོད་པ་འདྲ་བོ་ཅིག་ང་ཚོ་སྣང་གི་འདུག་བསམ་པ་རེད། དེ་འདྲ་ཞིག་བསམ་པ་ཡིན་ན་ཟེར། གཞན་ཡང་ཡོད་པའི་ངོ་བོར་སྣང་ཞེ་ན། ལ་བསྒོ་རུ་དག་དེའི་ཤོ་ལོ་ཀ་དེ་དངོས་སྣང་བའི་གི་འདོད་པ་ནང་བཞིན་ནི་སྦྱར་ནས་དེ་ནི། འབྲེལ་བ་མཐོང་དང་གསུང་ཡོང་དུ་བ་དེ་རེད། ད་དེ་ལ་བར་ལན་འཕྲད་དུས། གང་ཚེ་སྐྱེས་པ་དེ་ཡི་ཚེ་སྐྱེ་བཞིན་པ་ལ་སྲིད་པ་མེད་གང་ཚེ་སྐྱེས་པ་སྐྱེ་བཞིན་ན་དེ་ཚེ་སྐྱེ། སྐྱེ་ཕྱིར་སྐྱེ་བར་འགྱུར། ད་དེ་ཡིན་དུས་ཙང་ནི་དེ་ལ་ཡང་ཐམས་ཅད་གོང་དུ་བཤད་པ་ནང་བཞིན་རེད། དཔེར་ན་དུས་གང་གི་ཚེ། དེ་ནས། སྐྱེ་བཞིན་པ་ཟེར་དུས་ན་དེའི་གནས་སྐབས་ཀྱི་ཁོ་རང་གི་དེ་ནས་ད་ལྟ་འདི་རིམ་པ་འདྲ་བོ་ཅིག་མ་སོང་ན་ལྟ་ཅིག། ས་བོན་ནས་ཚུར་སྨྱུ་གུ་ཆུང་ཆུང་ཅིག་དོན། སྨྱུ་གུ་ཆུང་ཆུང་དེ་ཁོ་རང་གྲུབ་ཟིན་པ་རེད་ད་སྐྱེས་ཟིན་པ་རེད། ཡང་སྨྱུ་གུ་ཆུང་ཆུང་དེ་ནས་ཡང་སྡོང་བུ་དོན་སྡོང་བུ་དེ་སྐྱེས་ཟིན་པ་རེད། སྡོང་བུ་དེ་ནས་ཡང་འབུམ་བྱ་བ་ཟེར་ཡ་དེ་དོན་དེ་སྐྱེས་ཟིན་པ་ཆགས་འགྲོ་དེ་ནས་ཡང་ལོ་མ་དོན་ལོ་མ་སྐྱེས་ཟིན་པ་ཆགས་ད་དེ་འདྲ་དེ་འདྲ་བྱས་ནས་སོང་ན་ཚང་མ་སྐྱེས་ཟིན་པ་འདྲ་བོ་ཅིག་ཆགས་ཡོང་གི་འདུག་བ། དེ་བྱེད་དུས་ཚང་ནས། སྐྱེས་ཟིན་པ་དེའི་ཚེ་ན་སྐྱེ་བཞིན་པ་ཟེར་ཡ་དེ་ལ་དེ་ནས་ཅིག་ཡོང་ཟིག་མར་བ་གསུངས་པར་ཁོ་འདས་པའི་གོང་དུ་འགྲོ་འགྲོ་གི་ཡོད་རུ་བ་སྐྱེ་བཞིན་པ་ལ་སྲིད་པ་མེད། ད་ཐམས་ཅད་ཁོ་རང་གི་ཚུར་དངུལ་ན་བ་དེ་ཚོ་ཚུར་ལེན་རེད་འདུག་ཙང་ནས་འདྲེ་ཟེར་ཡ་གུ་རོབ་ཙིག་ཐོག་ནས་ཚུར་ལེན་སྤྲད་ཡོང་གི་ཡོད་རེད་དཔེར་ན་འདྲེ་སྐྱེ་ཟེར་ཡིན་འདུག་ཙང་ནས་དང་པོ་འདྲེ་དེ་ཅིག་ད་སྨྱུ་གུ་དང་དུང་དངུལ་དང་འབུམ་ཆེ་བ་ལ་སོགས་པ་རིམ་པར་ཡིན་ན་འགྲོ་ཡོད་དེའི་སྐབས་སུ་འདྲེ་སྐྱེ་བཞིན་པ་ཟེར་ལབ་དགོས་རེད་ཟེར་ལ་རེད་ད་འོ་མ་པ་གིས་དེ་ལས་པར་རིག་པ་ཞིབ་ཙང་རེད་དེ། རགས་པའི་རྣམ་གཞག་རེད། དེ་ལས་པ་ཞིབ་ཏུ་བཏང་དང། དཔེར་ན་སྨྱུ་གུ་འདྲ་བོ་ཅིག་ཡིན་ན་ཕ་ཡིས་ས་བོན་ནས་ཚུར་དོན་མ་ཐག་པ་དེ། སེར་པོ་འདྲ་བོ་ཅིག་ཆུང་ཆུང་མཐོང་ན་དེ་ཁོ་རང་བཅད་ཟིན་པ་རེད་དེ་རང་ས་དེ་ན། ཡང་དེ་ནས་དེའི་མཇུག་ལ་ཁོ་འགྱུར་བ་ཅིག་ཐེབས་ན་ཡང་སྔོན་པོ་རིང་པོ་ཆགས་ན་ཡང་དེ་བཅད་ཟིན་པ་རེད་བ། དེ་འདྲ་བྱེད་དུས་ཚང་ནས་ཀོ་ཅིག། བཅད་བའི་དངོས་པོ་དེ་ལ་མ་ཞིབ་ཕྲ་ཅིག་བསམ་ཚོ་མཚམས་ཆད་བཅད་ཟིན་པ་བཅད་ཟིན་པ་བཅད་ཟིན་པ་འགའ་གི་འགའ་གི་བཅད་གི་བཅད་གི་འགྲོ་གི་རེད་མ་གཏོགས་དཔེ་སྐྱེ་བཞིན་པ་ཟེར་དེ་བར་སྟོང་དེ་ནས་དེ་ནི་ཡང་གོ་འགགས་ཚར་མཁན་མ་ཡིན་པ། ད་ལྟ་སྐྱེ་བ་སྐྱེ་བསྡད་མཁན་ཡིན་བསྡད་པ་དེ་འདྲས་ཀྱི་དེ་ནི་དངོས་པོ་ཚུགས་ཐུབ་བ་ཅིག་སྙིང་མ་རེད་ཟེར་དེར་སྐྱེ་བཞིན་པ་ལ་ཟེར་བ་མེད། དེ་རེད། ད་དེ་འདྲས་གལ་སྲིད་དུས་གང་གི་ཚེ་ན་སྐྱེ་ཟིན་པ་དེ་ཉིད་སྐྱེ་བཞིན་པ་ཡིན་ན་དེ་ཚེ་ཅིའི་ཕྱིར་སྐྱེ་བར་འགྱུར། སྐྱེ་ཟིན་པ་དེ་སྐྱེ་བཞིན་པ་ཡིན་ཟེར་ལབ་པ་ཡིན་ན་དེ་ནི་གར་བཞིན་སྐྱེ་དགོས་རེད་ད་སྐྱེ་ཚར་བ་དེ་ནི་ཡང་བསྐྱར་སྐྱེ་བཞིན་པ་གར་བཞིན་ཆགས་དགོས་རེད་གསུངས་པ་གང་ཚེ་སྐྱིད་པ་སྐྱེ་ཡིན་ན་དེ་ཚེ་ཅིའི་ཕྱིར་སྐྱེ་བར་འགྱུར། སྐྱེ་ཞིང་སྤར་ནས་མ་སྐྱེས་བ་ཁོ་ན་སྐྱེས་ཞེས་བྱ་བར་གྲགས། ཁྱད་པར་མེད་ཕྱིར་དེ་ཡོད་ཚད་བུམ་པ་མེད་པར་སྐྱེས་མོད་དོ། ད་དེ་ཡིན་དུས་ཙང་ཡང། ཁོ་རང་གིས་གར་ཟེར་བར་ཟེར་ན། སྐྱེ་བཞིན་པ་ཟེར་ཡ་དེ་ནི། མ་སྐྱེས་བ་ཁོ་ན་རེད་ད་སྐྱེས་མ་ཚར་བ་ཁོ་ན་རེད། ཡིན་ན་ཡང་ཁོ་སྐྱེ་བ་ལ་མངོན་དུ་ཕྱོགས་སོང་བ་ཡིན་དུས་ཙང་ནས་དེ་ནི་སྐྱེ་བཞིན་པ་དེ་ལ་སྐྱེས་ཟེར་ནས་དེ་ནི་ད་ཅིག་དེ་འདྲས་བྱས་ནས་ཡོངས་སུ་གྲགས་པ་རེད་ཟེར་བ་རེད། དང་འདི་ལ་རྩ་བའི་ནང་ལ་ནས་སྐྱེས་ཟེར་ཡ་ཚིག་དེ་དང་འདྲ་བ་དེ་འདུག་ཡིན་ན་ཡང་དར་མ་རིན་ཆེན་གྱི་འགྲེལ་བ་དེ་ཚོའི་ནང་ལ་མ་ས་ནོ་དང་འདི་ཤི་ཡ་ཡོད་འདུག་ཚང་ནས་ཅིས་ཞེས་བྱ་བར་གྲགས་ཟེར་འདས་ཚིག་སྦྱར་འདུག་འདུག་དེ་བྱེད་དུ་གར་ཟེར་གྱི་འདུག་ཟེར་ན་ད་འགྲེལ་བ་ནང་བཞིན་བྱས་སོང་བ་ཡིན་ན་ཅི་བཞིན་པ་དེ་ཅི་ལྟར་ཁོ་རང་མ་སྐྱེས་པ་རེད། མ་སྐྱེས་པ། ཡིན་ན་ཡང་དེ་འདྲ་བོ་མ་སྐྱེས་པ་ཁོ་ན་ཡིན་ན་ཡང་ཁོ་སྐྱེ་བ་ལ་མངོན་དུ་ཕྱོགས་པ་ཡིན་དུས་ཚང་ནས་མིང་དེ་གར་བཏགས་པར་ཟེར་ན་ཅིས་ཟེར་ནས་མིང་བཏགས་ཆོག་གི་རེད། ཁོ་སྐྱེ་བ་ལ་མངོན་དུ་ཕྱོགས་པ་ཡིན་ཙང་འོ་དེ་འདྲས་བྱས་ནས་མིང་བཏགས་པ་རེད་ལབ་དོ། ད་དེ་ལ་ཕ་ལན་སྤྲད་འདུག་གལ་སྲིད་ཡ་མ་སྐྱེས་པ་ལ་སྐྱེས་པ་རེད་ཟེར་ནས་ཐ་སྙད་དེ་འདྲས་ཅིག་བཏགས་ཆོག་གི་ཡོད་ན། ད་ཁྱད་པར་སྐྱེས་མི་འདུག་སོགས་ཁོ་སྐྱེས་མ་ཚར་བ་ཡིན་ན་ཡང་སྐྱེས་ཟིན་པ་སོགས་མིང་བཏགས་ཆོག་གི་ཡོད་དུས་དེའི་ཚེ་ན། དེ་ནི་བུམ་པ་དེ་མེད་པ་རེད་ཟེར་ནས་ཁ་ཞེ་ལབ་ཆོག་གི་མ་རེད། བུམ་པ་མེད་པ་སྐྱེས་མི་འདུག། ད་དེ་ལས་ཕ་ཁམས་གཙང་ཤོས་དེ་མ་སྐྱེས་བར་དེ་ཚོ་ཡང་ཀོ་སྐྱེས་ཟིན་པ་རེད་ཟེར་ནས་ལབ་བྱུང་ད་གང་དྲན་དྲན་རེ་བོ་ཅིག་རེད་བ་དེ་བྱེད་དུས་ཚང་ནས་བུམ་པ་བཙལ་ཡ་དེ་ཡང་ཡོད་མ་རེད་ཟེར་ནས་རྣམ་རྟོག་ཁར་ཤི་སྐྱེས་བྱུང་བ་མ་རེད་ཕ་མེས་ལབ་ཀྱིན་ན་དེ་ཁམས་གཙང་གི་མི་འདུག་ཨེ་ཨོ་དེ་གསུངས་པ་རེད་བུམ་པ་མེད་པ་ཅིས་མི་རྟོག་ཨོ་དེ་འདྲ་ཅིག་སྐྱེས་བཞིན་པ་ནི་མ་རྫོགས་ཀྱང་མ་སྐྱེས་པ་ལས་ཕྱི་རོལ་འགྱུར། དེ་དག་གང་ཕྱིར་སྐྱེས་པ་ལས་ཕྱི་རོལ་འགྱུར་ཏེ་མ་སྐྱེས་ཏེ། ད་ཡང་དེ་ནི་སྐྱེས་བཞིན་པ་དང་མ་སྐྱེས་པ་གཉིས་པོ་དེ་ལ། དེ་ནི་ཁྱད་པར་ཡོད་དགུ་བོར་ཁྱབ་བྱེད་ཆོག་ཡོད་རེད་ད་སྐྱེས་བཞིན་པ་ཟེར་ཡ་དེ་ནང་ལ་མ་སྐྱེས་པ་ཡང་ཡོད་ཆོག་རེད་ལ་ཡིན་ན་སྐྱེས་བཞིན་པ་ཡིན་ན་མ་སྐྱེས་པ་ཡིན་པའི་ཆ་བ་ཡོད་མ་རེད་ཁོ་སྐྱེས་ཟིན་པ་དེ་འདྲའི་ཡོད་ཆོག་རེད་ཁོ་ཆ་གཉིས་ཡོད་རེད། མ་སྐྱེས་པ་ཟེར་ཡ་དེ་ད་ཁོ་རང་ག་དུས་ཡིན་ན་ཁོ་མ་སྐྱེས་པའི་ངོ་བོ་རང་རེད་མ་གཏོགས་པའི་དེ་ལ་སྐྱེས་ཟིན་པ་དེ་འདྲ་ཅིག་ཡོད་མ་རེད་དེ་ཡིན་དུས་ཙང་ནས་སྐྱེས་བཞིན་པ་དང་མ་སྐྱེས་པ་གཉིས་པོ་དེ་བྱ་བ་རྫོགས་མ་རྫོགས་ཀྱི་ཁྱད་པར་དེ་འདྲ་ཅིག་ཡོང་གི་ཡོད་རེད་དེ་བྱེད་དུས་ཙང་ནས་དེ་ནི་ཁོ་གཉིས་ཁ་ཁ་རེད་བསམ་པ་དེ་འདྲ་ཅིག་ཟེར་ན་ད་དེ། འགྲིག་མི་འདུག་གསུངས་པ་སྐྱེ་བཞིན་པ་ནི་མ་རྫོགས་ཀྱང་མ་སྐྱེས་པ་ལས་ཕྱི་རོལ་གྱུར། དེ་དག་གང་ཕྱིར་སྐྱེས་པ་ལས་ཕྱི་རོལ་གྱུར་ཅིང་མ་སྐྱེས་ཏེ། ད་དེ་གསུངས་དུས་ཙང་ནས་ཡ་སྐྱེ་བཞིན་པ་ཟེར་ཡ་དེས། ཁོ་རང་གི་ལས་ཀ་སྐྱེ་བའི་གི་བྱ་བ་ཡོངས་སུ་རྫོགས་པ་དེ་འདྲ་ཅིག་མ་རྫོགས་པ་མ་ཚར་བ་དེ་འདྲ་ཅིག་རེད། ཡིན་ན་ཡང་བྱ་བ་མ་རྫོགས་པ་ཡིན་ན་ཡང་མ་སྐྱེས་པ་རེད་ཟེར་ན་ལབ་ཐུག་མ་རེད་ལབ་སོང་ང་ཁོ་རང་གི་སྐྱེ་བཞིན་པ་དེ་མ་སྐྱེས་པ་ནི་ཁ་ཁ་རེད་ལབ་རེད་བ། ཡང་དེའི་རྒྱུ་མཚན་ག་ཚད་ན་སྐྱེ་བཞིན་པ་དེ་ཁོ་བྱ་བ་ལས་ཀ་ཆ་ཚང་གྲུབ་ཟིན་པ་འགྲོ་བ་ཅིག་མ་ཡིན་པ་དེ་འདྲ་ཞིག་ཡིན་ན་ཡང་ཁོ་ལ་མ་སྐྱེས་པ་སོགས་ལབ་ཐུབ་མི་འདུག་ཟེར་བྱོས་སྐྱེ་བཞིན་པ་ནི་མ་རྫོགས་ཀྱང་མ་སྐྱེས་པ་ལས་ཕྱིར་དུ་གྱུར་པ་སོགས་དུས་མ་སྐྱེས་པ་ལས་གཞན་དུ་གྱུར་པ་དེ་འདྲ་ཞིག་ཡིན་ཟེར་ལབ་པ་ཡིན་ན། ད་དངོས་གནས་བྱས་ན་སྐྱེ་བའི་བྱ་བ་མ་རྫོགས་པ་ཡིན་ན་ང་ཚོ་མ་སྐྱེས་པ་སོགས་ལབ་དགོས་པ་འགྲོ་བ་ཅིག་རེད་བ། ཁོ་སྐྱེས་ཡོད་མ་རེད་ཟེར་ཡ་ཅིག་ལབ་དགོས་རེད་བ་ཁོ་སྐྱེས། སྐྱེ་བ་ཟེར་དུས་ཙང་ནི་ཁོ་སྐྱེ་བའི་བྱ་བ་རྫོགས་ཚར་བ་ཅིག་གོ་དགོས་རེད། མ་རྫོགས་པ། སྐྱེ་བའི་བྱ་བ་མ་རྫོགས་པ་ཟེར་དུས་ཙང་ནི་མ་སྐྱེས་པ་ལ་གོ་དགོས་རོ། ཡིན་ན་ཡང་ད་ལྟ་ག་ཚང་ན་སྐྱེ་བཞིན་པ་དེ་བྱ་བ་རྫོགས་ཡོད་མ་རེད་དེ་ནི་མ་སྐྱེས་པ་སུ་ལབ་ཐུབ་མ་རེད་ལབ་རེད་བ་ད་ཁོ་རང་གིས། སྐྱེ་བཞིན་པ་ནི་མ་རྫོགས་ཀྱང། ད་དུང་མ་སྐྱེས་པ་སུ་ལབ་མ་ཐུབ་ནི་མ་སྐྱེས་པ་ལས་གཞན་དུ་གྱུར་པ་དེ་འདྲ་ཅིག་ཁྱོད་རང་འདུག་འདུག་ཨ། ད་དེ་འདྲས་ཡིན་གྱི་ཡོད་ན། གང་ཕྱིར་སྐྱེས་པ་ལས་ཕྱི་རོལ་ཆོས་ཕྱིར། ད་དེ་ཡིན་དུས་ད་ལྟ་འདི། དཔེར་ན། སྐྱེ་བཞིན་པ་དེ་སྐྱེ་བའི་གི་བྱ་བ་མ་རྫོགས་པ་ཡིན་ན་ཡང་མ་སྐྱེས་པ་ལས་ཕྱི་རོལ་དུ་གྱུར་སོང་བ་ཡིན་དུས་རྩ་ནས་ཁོ་ལ་སྐྱེས་པ་ཞེས་ལབ་ཆོག་གི་ཡོད་ན། འོ་ན་དེ་ནི་ད་ལྟ་འདི། སྐྱེ་བཞིན་པ་དེ་ཡང་སྐྱེས་ཟིན་པ་ལས་ཀྱང་ཕྱི་རོལ་དུ་གྱུར་བ་རེད་དོ་ཡོད་རེད་བ། སྐྱེས་ཟིན་པ་ད་ལས་ཀ་ཆ་ཚང་ཚར་ཚར་བ་དེ་རེད་བ། ད་ལྟ་སྐྱེས་བཞིན་པ་དེ་ལས་ཀ་ཆ་ཚང་ཚར་ཚར་བ་དེ་མ་རེད་བ། དེ་མ་ཡིན་སོང་དུས་རྩ་ནས་ཁོ།

དཔེར་ན་དེ་ནི་ད་ལྟ་འདི། ཁོག་གི་སྐྱེ་བ་དེ་མགོ་བཙུགས་ནས་ག་ལ་གང་འཚམ་གྱི་ད་ཡ་ཏའི་ཚད་གཞི་འདྲ་བོ་ཅིག་དགའ་རོགས་ཡ་སྐྱེ་བའི་གི་ཕྱོགས་ལ་ལོན་དུ་ཡོད་རེད། དེ་བྱེད་དུས་ཙང་ནི་ཁོ་ལ་མ་སྐྱེས་པ་སུ་ལབ་ཐུག་མར་ཁོ་སྐྱེས་པའི་ཁོངས་སུ་གཏང་དགོས་རེད་ལབ་སོང། ད་དེ་འདྲའི་གལ་སྲིད་དཔེར་ན་ཁོ་ལ་མ་སྐྱེས་པ་ལབ་མི་ཐུབ་པའི་རྒྱུ་མཚན་འདྲ་བོ་དེ་ཁོས་ག་ལ་ལབ་སོང། ད་ལྟ་སྐྱེ་བའི་གི་དངོས་པོ་དེ་གི་སྐྱེ་བའི་གི་བྱ་བ་ད་ཕྱེད་ཀ་འདྲ་བོ་ཅིག་ཁོ་བྱས་ཚར་བ་རེད། ཡིན་ན་ཡང་ལས་ཀ་ཆ་ཚང་ཚར་ཡོད་མ་རེད། སྐྱེ་བ་གི་ལས་ཀ་ཆ་ཚང་ཚར་ཡོད་མ་རེད་དེ་འོན་ཀྱང་སྐྱེ་བའི་གི་བྱ་བ་འགའ་རོ་ཅིག་ཚར་སོང་བ་ཡིན་དུས་ཙང་ནས་ཁོ་ལ་དེ་ནི་སྐྱེས་པས་ལབ་དགོས་རུ་མ་གཏོགས་མ་སྐྱེས་པས་ནི་ལབ་རྒྱུ་ཡོད་མ་རེད་དེ་ལ་རོ། ད་ཁྱོད་རང་པན་ཏེ་ལ་ཨོ་མ་པ་གི་གལ་སྲིད། སྐྱེས་བཞིན་པ་ཟེར་ཡ་དེ་གི་ལས་ཀ་ཆ་ཚང་ཅིག་སྐྱེ་བའི་བྱ་བ་ཆ་ཚང་བྱས་མ་ཚར་བ་ཡིན་ན་ཡང་ད་དུང་ཁྱོད་རང་གི་མ་སྐྱེས་པས་ལབ་མ་ཐུབ་ནས་མ་སྐྱེས་པ་ལས་ཁ་ཁ་རེད་ཟེར་ཁྱོད་རང་ལབ་གི་ཡོད་ན། འོ་ན་དེ་ནི་སྐྱེས་བཞིན་པ་ཟེར་ཡ་དེ་སྐྱེས་པ་ལས་ཀྱང་ཁ་ཁ་ཡིན་པ་ཐལ། རེ་བ། སྐྱེས་པ་ཡིན་ན་སྐྱེས་པའི་གི་བྱ་བ་རྫོགས་དགུག་རོ་བ་ཀོ་སྐྱེས་ཟིན་པ་བྱིན་དགུར་བ་ཀོ་ད་ལྟ་ཡང་སྐྱེས་པའི་གི་བྱ་བ་ཕྱེད་ཀ་དེ་མ་རྫོགས་ནས་ལྷག་ཏུ་ཡོད་རོ་བ་སྟེ། སྐྱེས་མ་ཚར་ནས་ལྷག་ཏུ་ཡོད་རོ་བ་འོ་དེ་བྱེད་དུས་རྩ་ནས་སྐྱེས་པ་ལས་ཀྱང་ཕྱི་རོལ་དུ་གར་ཕྱིན་ན་འཇུག་མ་རེད། ད་སྐྱེས་པ་ལས་ཕྱི་རོལ་དུ་འཕྱུར་བ་འདོད་ཟེར་ལབ་སོང་བ་ཡིན་ན་ཡང་མ་སྐྱེས་པ་ཆགས་འགྲོ་རུ་ནི་དེ་ནི་མ། ད་ལྟ་འདི་སྐྱེས་བཞིན་པ་ཟེར་ཡ་དེ་མ་སྐྱེས་པ་གང་ལ་ཡང་ཆ་གླན་འགྲོ་རུ་གདའ། ད་ཁོས་ཐམས་ཅད་སྐྱེས་བཞིན་པ་ཟེར་དེ་མ་སྐྱེས་པ་རྩ་བ་ཉིད་ན་མ་རེད་ཟེར་དམ་བཅའ་བྱེད་འདུག་དོ། དེ་འདུལ་ད་ཀོ་ར་ཅིག་རྒྱང་འདུལ་ཙམ་ནི་སྐྱེ་བཞིན་པ་ཟད་དུ་མ་སྐྱེས་པའི་ཆར་འདུག་འདོགས་ཟེར་ག་ཟེར་ན་སྐྱེས་པའི་ཁོངས་སུ་འདོགས་མི་འདོགས་སོ། སྐྱེས་པའི་ལས་ཀ་ཚང་མ་རྫོགས་མི་འདོགས་ཨོ་དེ་སོང་དེ་ལྟར་གང་བྱེད་སྐྱེས་པ་ལས་ཕྱི་རོལ་ཆུ་དེ་མ་སྐྱེས་ཏེ། ཨོ་དེ་ཅི། སྐྱེས་ཤིང་དཔའ་སྔར་མ་བྱུང་ཡང་ཕྱི་ནས་ཡོད་པ་ཡིན་པ་འདྲ་དེས་ཀྱང་མ་སྐྱེས་དཔའ་སྐྱེས་ཏེ་མ་བྱུང་ཞེས་ཀྱང་བསྐྱེད་མ་ཡིན། ད་སྐྱེས་བཞིན་པ་ཟེར་ཡ་དེ་སྔར་བྱུང་ཟིན་པ་མ་ཡིན་ཀྱང། ཕྱི་ནས་དེ་ནི་དེ་དང་འདིའི་ད་ཅིག་སྐྱེ་རྒྱུ་ཡོད་པ་ཆ་ཚང་གྲུབ་རྒྱུ་ཡོད་པ་ཅིག་ཡིན་དུས་ཙང་ནས་ད་ལྟ་ཁོ་ལ་སྐྱེས་བཞིན་པ་ཟེར་ཅིག་ཁྱོད་རང་ད།

དེས་ཀྱང་མ་སྐྱེས་པ་བསྐྱེད་དེ། ད་དེ་འདྲ་ཡིན་ན་མ་སྐྱེས་པ་དེ་དེ་ནས་སྐྱེ་བ་ཐོབ་པའི་སྐྱོན་ཡོང་གི་རེད་གསུངས། མ་བྱུང་ཞེས་ཀྱང་བཅས་མ་ཡིན། སྔོན་མ་བྱུང་བ་དེ་འདྲའི་ཅིག་ཅེས་སུ་དེ་ནས་སྐྱེ་བར་འགྱུར་བ་མ་ཡིན། འོ་ད་དེ་བྱེད་དུས་ཙང་ནས་དེ་ནས་སྐྱེ་བཞིན་པ་ཟེར་ཡ་དེ་དག་མ་སྐྱེས་པའི་ཁོངས་སུ་གཏང་དགོས་ཀྱི་འདུག་མ་གཏོགས་པའི་སྐྱེས་ཟིན་པའི་ཁོངས་འགྲོ་གི་མི་འདུག་གསུངས། མ་བྱུང་ཞེས་ཀྱང་བཅས་མ་ཡིན། རྫོགས་པ་ཡོད་ཅེས་བྱ་འགྱུར་ལ་མ་སྐྱེས་པ་ནས་མེད་ཅེས་བརྗོད་གང་གི་ཚེ་ན་སྐྱེ་བཞིན་པ་མེད་པ་དེ་ཚེ་གང་འདིར་བརྗོད། དང། འབྲས་བུ་སྐྱེ་བའི་གི་བྱ་བ་ཡོངས་སུ་རྫོགས་པ་ཅིག་བྱས་ཚར་བ་དེ་ལ་དག་འབྲས་བུ་དེ་ཡོད་པ་ཟེར་ནས་ལབ་དགོས་རུ་བ་དཔེར་ན་བུམ་པ་ཡོད་པ་ཟེར་དུས་ན་བུམ་པ་གྲུབ་ཚར་བ་ཅིག་ལ་བུམ་པ་ཡོད་པ་ཟེར་ལབ་དགོས་རུ་མ་གཏོགས་ད་ལྟ་བུམ་པ་བཟོ་བཞིན་པ་འདྲ་བོ་ཅིག་ལ་ང་ལ་བུམ་པ་ཡོད་ཟེར་ལབ་ཐུག་མར་བ་གསུངས་པ་རྫོགས་པ་ཡོད་ཅིག་བྱ་འགྱུར་ལ། དེ་ནས་ཆ་ཚང་ཅིག་གྲུབ་མ་ཚར་བ་གང་ཡིན་པ་དེ་ལ་ང་ལ་མེད་ཟེར་ལབ་ཡི་རུ་བ། མ་བྱས་པ་ནི་མེད་ཅིག་བརྗོད། གང་གི་ཚེ་ན་སྐྱེ་བཞིན་པ་ད་སྐྱེ་བཞིན་པ་ཟེར་ཡ་དེ་ད་ལྟ་ཆ་ཚང་ཅིག་གྲུབ་ཟིན་པ་དེ་འདྲ་ཅིག་མ་ཡིན་གསུངས་དུས་ཙང་ནས། ད་དེ་མེད་ཟེར་ལབ་དགོས་ཡ་འགྲོ་གོ་ཆ་ཆག་ཡོང་གི་རེད་གསུངས་པ་གང་གི་ཚེ་ན་སྐྱེས་བཞིན་པ་མེད་པ། དུས་དེའི་ཚེ་ན་དེ་ནི་སྐྱེས་བཞིན་པ་དེ་སྐྱེས་པ་ཡིན་ཟེར་ན་ད་ཁྱོད་ག་རེ་ལ་དེ་ནི་འཛུགས་ཚུགས་ན་ལབ་གི་ཡོད་གསུངས་པ་གང་འདིར་བརྗོད་འོ་དེ་བྱེད་དུས་ཙང་ནས་དེ་ནི་སྐྱེས་བཞིན་པ་ཟེར་ཡ་བྱེད་སྟངས་ཉིད་ཀྱི་མ་རེད་ཟེར་ཡ་དེ་བསྟན་པ་ཡིན་པ་རེད། གང་ཚེ་བརྗོད་ནས་མ་རྟོགས་པར་འབྲས་བུ་ཡོད་པ་མ་ཡིན་པ་དེའི་ཚེ་ན་འཇུག་པ་དང་ལྡོག་པ་འཐད་པ་ཉིད་མི་འགྱུར། དུས་གང་གི་ཚེ་རིག་པའི་རྣམ་པར་བརྟགས་ཞེས་བྱེད་པའི་ཚེ་ན་རྒྱུ་ནི་མ་གཏོགས་པ་སོགས་ཀྱི་རྒྱུ་ལ་མ་བརྟེན་པར་ཞེས་པའི་དོན་རེད། རྒྱུ། རྐྱེན། ཕུན་སུམ་ཚོགས་པ་གཅིག་ལ་མ་བརྟེན་པ་ནི་འབྲས་བུ་ཡོད་པ་མ་ཡིན་པ། རྒྱུ་རྐྱེན་ཕུན་སུམ་ཚོགས་པ་གཅིག་ཡོད་ཡིན་དུས་ཙང་ནས་འབྲས་བུ་གྲུབ་ཡོང་གི་ཡོད་པ་ད་དེ་འདྲ་ཡིན་དུས་ཙང་ནས་དུས་དེའི་ཚེ་ན་དེ་ནི། རང་གི་ངོ་བོའི་སྒོ་ནས་འཇུག་པ་དང། རང་གི་ངོ་བོའི་སྒོ་ནས་ལྡོག་པ་ལ་སྐྱེ་འགག་གཉིས་པོ་དུ་ཟེར་གྱི་རེད། དེ་འདྲའི་གི་སྐྱེ་འགག་གཉིས་པོ་དེ་རང་གི་ངོ་བོའི་སྒོ་ནས་ཡོད་པ་དེ་འདྲའི་ཅིག་འཐད་ཀྱི་མི་འདུག་ཨ། གང་ཡིན་ཟེར་ན་ཀོ་རྒྱུ་ཡི་རྗེས་སུ་འགྲོ་ལྡོག་བྱེད་བསྡད་ཀྱི་འདུག་ཨ། རང་གི་ངོ་བོའི་སྒོ་ནས་དེ་འདྲའི་ཅིག་སྐྱེ་འགག་དེ་འདྲ་ཅིག་ཡོད་སོང་བ་ཡིན་ན་ཀོ་རྒྱུ་ལ་ལྟོས་དགོས་ཡ་དེ་འདྲའི་གལ་ཡོང་གི་མ་རེད་བ། རང་བཞིན་ཡིན་ཚ་ན་གཞན་ལ་ལྟོས་པ་མིན་པ་ཅིག་ཡིན་དགོས་རུ་བ་གསུངས་པ་རེད། དེ་བྱེད་དུས་དེ་ནི་འབྲས་བུ་གི་ཆོས་འདི་དག་ཐམས་ཅད་ཡོངས་སུ་རྫོགས་པ་དེ་རྒྱུ་དང་རྐྱེན་གཅིག་ལ་ལྟོས་དགོས་པ་ཡིན་འདུག་ཙང་ནས་དེ་ནི་ངོ་བོ་གྲུབ་པའི་གི་འཇུག་ལྡོག་ལ་སོགས་པ་དེ་ཚོ་དེ་ནི་ཡོད་མ་རེད་ད་ཐ་སྙད་ཀྱི་འཇུག་པ་ལ་ལྡོག་པ་ཟེར་ཡ་དེ་རྒྱུ་རྐྱེན་ཚང་དང་མ་ཚང་བའི་ཐོག་ནས་དེ་ནི་རྐྱེན་འགའ་ཚང་དང་མིང་བཏགས་བྱས་པ་དེ་འདྲ་ཅིག་རེད་ཡིན་པ་རེད་གསུངས་པ་རེད། ཧོ་ཡ་རྣལ་འབྱོར་བཅུ་པ་བཞི་བྱ་བ་ལས་འདུས་བྱས་ཀྱི་དོན་དགེ་བ་བསྒོམ་པ་བསྟན་པ་རབ་ཏུ་ཕྱེ་བ་བཅོ་ལྔ་པའོ།